བགྲོ་གླེང་འདྲ་བྱས་བགྲོ་གླེང་བྱས་ནས་ཐུན་མོང་གི་ལྟ་བ་བྱས་གཞི་རྟེན་གྱི་གཙུག་ཐོག་མི་ཐོག་གཙུག་ཐོག་ཡིན་ན་དེ་ལས་ཤེས་བྱུང་ནི་ང་ཚོ་མཉམ་རུབ་ག་རེ་བྱེད་ཡ་འདི་ད་ཐིག་བར་བགྲོ་གླེང་བྱས། ཤེས་ལྡན་བོམ་ཆོས་དུ་ལི་ཧན་ཧན་ནན་ཏན་ཧྲི་བོམ་པུན་ལུང་ཧྥང་ཆི་ཀྲིག་ཅུ་ཤང་ཟའི་ཧི་ཡན་ཀྲུང་བོམ་ཤི་ཝང་ཧྲི་བོམ་དུ་ཏུན་གོང། ད་ལྟའི་ཕྱིར་རང་བཙན་ཐོབ་རྒྱུ་ཧ་ཅང་ཁག་པོ་ཆགས་ཡོད་ཀྱང་ང་ཚོས་རེ་བ་ཆགས་ཀྱི་ཡོད་མ་རེད། རེ་བ་ནི་ང་ཚོའི་རེ་མེད་རེད། ང་ཚོའི་རེ་བ་མེད་པ་ཡིན་ན་འགྲིག་གི་མེད། ང་ཚོས་ཉིན་རྒྱུན་སྨོན་ལམ་འདེབས་ཀྱི་ཡོད་ཀྱང་ངེས་པར་དུ་ལས་འགུལ་སྤེལ་དགོས་ཀྱི་འདུག་ཡིན་ན་ཡང་དྲག་སྤྱོད་དགོས་ཟེར་གྱི་མེད་ནང་པའི་རྗེས་འབྲང་བ་ཡིན་ཟེར་ནས་མ་གནོད་འདོན་གྱི་ཡོད་ལ་བྱམས་བརྩེའི་ཉམས་ལེན་བྱེད་ཀྱི་ཡོད་ཡིན་ན་ཡང་རྒྱ་གཞུང་གིས་སྒེར་སྒྲིབ་སྡིག་སྤོང་གི་ལམ་དུ་འགྲོ་མི་སྲིད་པས་ང་ཚོས་རང་འགན་རང་འཁུར་གྱི་ཐོག་ནས་ལམ་ཁ་ཞིག་ལ་བསྙེག་དགོས་ཀྱི་འདུག། དཔོན་ཤོག་ཕིན་མིང་གདང་སྤེལ་ཞུས་ཏེ་ཁྱོན་ཆེན་ཁྱོན་ཡིག་ཏུ་ཡོད་ཅན་སྟེང་དུ་གཙོ་བོ་བྱ་རྒྱུ།

ད་ལྟའི་ཆར་འཛམ་གླིང་སྟེང་དུ་འགྱུར་བ་ཤུགས་ཆེན་འགྲོ་བཞིན་ཡོད་པ་དང་ལྷག་པར་དུ་རྒྱ་ནག་ལ་མཚོན་ན་ཡང་འགྱུར་བ་འགྲོ་བཞིན་ཡོད་པ་རེད། འགྱུར་ལྡོག་ཁ་ཤས་ཤིག་རྒྱ་ནག་གཞུང་གིས་ཀྱང་སྟངས་འཛིན་བྱེད་ཐུབ་ཀྱི་ཡོད་པ་མ་རེད། མཚམས་རེ་ཁོང་ཚོའི་ཆབ་སྲིད་ཀྱི་གནས་སྟངས་ལ་ཡང་ཕམ་ཁ་ཆེན་པོ་བྱུང་བཞིན་ཡོད་པ་རེད། གནས་སྟངས་དེ་དག་གིས་རྒྱ་ནག་རྒྱལ་ཁབ་ཀྱི་མ་འོངས་བའི་འཕེལ་རྒྱས་ལ་དཀའ་ཁག་ཆེན་པོ་ཞིག་ཆགས་སྲིད་པ་མ་ཟད། རྒྱ་ནག་ནང་ཁུལ་གྱི་འགལ་ཟླ་མང་པོ་ཞིག་འབྱུང་མུས་ཡོད་པ་རེད་ལ་འགལ་ཟླ་དེ་དག་གིས་ང་ཚོ་རེ་བའི་གོ་སྐབས་ཤིག་ཏུ་འགྱུར་བཞིན་ཡོད་པ་རེད།

ཨི་སི་ལན་གྱི་རྒྱལ་ཁབ་སླར་གསོ་ཡང་དྲང་བདེན་རྒྱལ་ཁབ་སླར་གསོ་ཞིག་ཡིན་པས་ང་ཚོའི་མན་ཇུའི་མི་རིགས་ལ་མཚོན་ན་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆ་རྐྱེན་འོག་རྒྱལ་ཁབ་སླར་གསོ་དགོས། ཏན་ཧྲི་ཝོམ་ཤའོ་ཧྥུའུ་ཧོ་ཡན་ཧོ་གོ་ཏའོ་ཆའོ་ནན་ཧྥུའུ་གོ། ད་རིང་འདི་ཕྱི་དྲིལ་ལས་ཁུངས་ཀྱི་ཁྱབ་ཁོངས་སྲིད་ཇུས་ཉམས་ཞིབ་ཁང་གིས་འདི་འཛོམས་པའི་ཐོག་ནས་ད་ང་ཚོ་དུས་རྒྱུན་འདི་ནས་འདུ་འཛོམས་པའི་སྐབས་ལ་ཡང་མང་ཆེ་བ་གཅིག་ང་རང་ཚོ་སུ་སུ་སུའི་སྒེར་ཚུགས་ཀྱི་གནས་སྟངས་འདི་གས་འདི་ད་མང་ཆེ་བ་གཅིག་ཕར་ཚུར་གསུངས་བསྡད་པ་མ་གཏོགས་བྱེད་ཀྱི་ཐབས་ཇུས་ཀྱི་ངོ་ཐོག་ནས་ད་ང་ཚོ་གཞུང་མང་རྒྱ་ནག་གཞུང་ནས་ཡང་ཁ་གཏད་ག་འདྲ་ཤར་དགོས་རེད། ཨ་ནི་ཐུན་མོང་གི་ལས་འགུལ་སྤེལ་ཡ་ག་འདྲ་ཡོང་གི་རེད་མཉམ་རུམ་གྱི་ནུས་པ་བཏོན་ཐུབ་ཡ་གི་གོ་སྐབས་ག་རེ་ག་རེ་ཡོད་རེད། དེ་གའི་གི་ཐོག་ལས་ཡ་ལྟ་ཞིབ་གཙག་པོ་བྱེད་ནས་གོ་བསྡུར་བྱས་འགྲོ་དེ་འདྲ་བྱུང་ཡོང་མ་རེད་དེ་ཡིན་དུས་བསམ་པ། རྩ་བའི་ཆ་ནས་ང་ཚོ་དེ་ད་རིང་དེ་ཡོང་དེ་ངའི་ནང་ལོགས་ནས་མ་འཕྱུར་ནས་སླེབས་ཡོད་རེད། ཐའེ་ཝན་ནས་སླེབས་ཡོད་རེད། དེ་ནས་ཧོང་ཀོང་ནས་སླེབས་ཡོད་རེད། སོག་པོ་ནས་སླེབས་ཡོད་རེད། དེ་ནས་ཤར་ཏུར་ཀི་སི་ཐན་ནས་སླེབས་ཡོད་རེད་བོད་པ་ཡོད་རེད་དེ་ཡིན་སོང་པ་ད་ད་ནི་དེའི་ནང་ལོགས་ལ་ཡང་སྐུ་ཚབ་འགྲོ་རྩིས་པ་ཡིན་ན་ད་ནི་རྒྱ་ནག་གི་འོག་ལ་སྡུག་སྦྱོང་མྱངས་བསྡད་མཁན་གྱི་མི་རིགས་ཚང་མ་ལོགས་མཚོན་ཐུབ་ཡས་ཀྱི་གནས་སྟངས་ཤིག་ཆགས་བསྡད་ཡོད་རེད་ཡིན་ནའི་ཡང་མི་རིགས་སོ་སོ་སོའི་ནང་ལ་འཐབ་རྩོད་ཀྱི་ངོ་བོ་དང་འཐབ་རྩོད་ཀྱི་དབྱེ་བ་དང་འཐབ་རྩོད་ཀྱི་དུམ་བུ་འགྲོ་བ་ད་ནི་མང་པོ་ཞིག་ཡོད་རེད་དེ་ཡིན་དུས། དེ་གའི་དེ་མ་འོངས་པ་ཡང་ང་ཚོ་མཉམ་རུབ་ཀྱི་ནུས་པ་ཚུར་བཏོན་ཐུབ་ཡས་ལ་ཡང་གོ་སྐབས་འགྲོ་གི་ག་རེ་འདུག་ཨ་ནི། སོ་སོ་སོའི་གི་རྒྱབ་ལྗོངས་དང་སོ་སོ་སོའི་གི་ཅིག་གི་མདུན་ལམ་དང་དེ་གའི་ཚང་མ་ལོ་མ་འདྲ་མ་འདྲ་རེད་དེ་ཡིན་པ་ཡིན་ནས་ཡང་ཐུན་མོང་གི་ང་ཚོ་ལས་ཀ་མཉམ་དུ་བྱེད་ཐུབ་ཡས་ག་རེ་ཡོད་རེད་དེ་གཞི་རྒྱ་ཆེ་ཞིག་རྒྱལ་སྤྱིའི་ནང་ལོ་བྱེད་ཐུབ་ཡས་ག་རེ་ཡོད་རེད་ད་དེ་ཚོའི་སྒང་ལ་ཡང་ད་རིང་གོ་བསྡུར་བྱེད་ག་ཡོད་དེ་གནད་འགག་ཆེན་པོ་འགྲོ་ཅིག་མཐོང་བསྡད་གི་ཡོད། ད་ད་རིང་དེ་ལས་ཡང་ཨ་ལེ་གཏིང་ཟབ་བོ་བྱས་ནས་གྲོས་བསྡུར་བྱེད་བྱེད་དེ་ནས་མ་འོངས་པར་གྱི་ཐབས་ཇུས་ག་འདྲས་སྒྲིག་དགོས་ཀྱི་འདུག་ལས་འགུལ་ག་འདྲས་སྤེལ་དགོས་ཀྱི་འདུག་ཨ་དེ་ཚོའི་གི་འོག་ནས་ག་འདར་རྒྱ་ནག་གཞུང་ལ་ག་འདར་ཚང་མ་ལ་ཡང་འདུག་གུ་དང་གཉའ་གནོན་ཞུ་ཕྱོགས་དེ་འདྲས་རྐྱང་རྐྱང་བྱེད་བཏབ་པ་ཡིན་ན་ཁོ་ཚང་མ་ལོག་ཁེལ་ནས་བསྡད་ཀྱི་མ་རེད་དཱ་ཟེར་ཡ་ཅིག་ད་རིང་ཚོགས་འདུ་འདི་གི་བརྒྱུད་ནས། མི་རིགས་སྣ་ཚོགས་ཡོད་པ་དེ་གའི་ཚང་མ་ལོ་མཉམ་རུབ་ཡོང་ཐུག་གི་ཡོད་པ་དེ་ཁོ་མཚོན་བྱེད་ཅིག་རེད་ད་ཞེས་ད་དེ་ལྟ་ཅིག་བཏང་དགོས་ཀྱི་ཡོད་རེད་དེ་ཚང་མ་རྒྱ་ནག་གཞུང་གིས་དེ་ལ་དཔའ་བོའི་གི་བསམ་བློ་ཞིག་བཏང་དགོས་ཀྱི་ཡོད་རེད་པ།